དགེ་རྒན་ནི་མི་ཚེ་ལ་འོད་སྣང་སྦྱིན་མཁན་གྱི་སྒྲོན་མེ་དེ་ཡིན། དགེ་རྒན་ནི་ཤིར་ཀི་རྒྱ་མཚོར་འཕྲེང་མཁན་གྱི་གཏེ་ཧོན་དེ་ཡིན། དགེ་རྒན་ནི་ལག་གཉིས་བླང་དོར་ཚུལ་བཞིན་སྟོན་མཁན་གྱི་བྱེད་པོ་དེ་ཡིན། ཐོག་མའི་རྒྱུད་ལ་ཡོན་ཏན་སྣ་གཅིག་སྐྱེ་བ་དང། སྐྱོ་སྣ་གཅིག་འགྲིབ་པ་ཐམས་ཅད་ཀྱི་རྩ་བ་དགེ་རྒན་ཡིན། ཐེངས་འདིའི་ལེ་ཚན་ནང་དུ་ང་ཚོས་དགེ་རྒན་ཆེན་མོ་བ་ཞིག་གི་མི་ཚེའི་གཏམ་རྒྱུད་བཀླག་མར་བྱ།
གཅིག་གི་རྒྱ་ཁྱི་གྱ་གཅིག་ལོན་ནས་ད་ལྟའི་ཉིས་སྟོང་བཅུ་བདུན་གྱི་ལོ་འགའི་བར་འདིར་གོ་དགེ་རྒན་བྱས་ནས་ལོ་སུམ་ཅུ། ཟོར་སྒྲིམ་སྒོར་སོང་ཟིན།
ཁོས་མིང་ལ་ལྕགས་མཐིལ་རྒྱལ་ཟེར་ཞིང། ཁོ་ནི་དུས་རབས་སྔོན་མའི་ལོ་རབས་བཅུ་བཅུ་བའི་ནང་མདོ་སྨད་ལ་ཁྲི་ཀ་སྟག་རིག་སྡེ་བར་སྐྱེས་ཤིང། ད་ལྟའམ་མཚོ་སྔོན་དགེ་སློབ་ཆེན་མི་རིགས་དགེ་སློབ་གླིང་གི་ཏང་ཨུའི་ཧྲུའུ་ཅི་གཞོན་པ་དང་གླིང་སྤྱི་གཞོན་པ། དགེ་རྒན་ཆེན་མོ་བཅས་ཀྱི་འགན་གཅིག་ལྕོགས་སུ་འཁུར་མུས་ཡོད། རང་ཉིད་ཀྱི་དྲིན་ཆེན་ཕ་མ་སོང་ནི་ཁོའི་མི་ཚེ་འདིར་ཆེས་བཀའ་དྲིན་ཆེ་བའི་དགེ་རྒན་ཡིན་ལ། ཕ་མ་གཉིས་ཀྱི་ཚོང་མེད་ཀྱི་བཀའ་དྲིན་དང་བླ་མེད་ཀྱི་ཐུགས་བརྩེ་ལས་ཁོ་རང་སློབ་གྲྭར་འགྲིམ་པའི་སྐལ་བ་བྱུང། སློབ་ཆུང་ནང་འགྲོ་རིགས་ད་ཚོ་སྐབས་དེའི་སློབ་ཆུང་ནང་དུ་བོད་ཡིག་སློབ་ཁྲིད་བྱེད་པའི་གོ་སྐབས་མེད་སྐད། རྒྱུ་མཚན་དེ་ཡིན་པའི་དབང་གིས་སྡེ་བ་དེའི་ནང་ན་སྐབས་ཐོག་ཏུ་གནས་པའི་རྒྱ་རིགས་ཀྱི་སློབ་མ་ཁག་ཅིག་དང་ལྷན་ཅིག་ཏུ་རྒྱ་ཡིག་སྦྱོང་ནི་རེད།
སློབ་ཆུང་ནི་མི་ཞིག་ལ་མཚོན་ནས་བཤད་ན་ཆེས་གལ་ཆེ་བའི་ས་ཚིགས་ཤིག་སྟེ། རིག་གནས་གང་རུང་བ་ཞིག་ལ་ཐོག་མའི་བརྩེ་དུང་གི་མྱུ་གུ་འཁྲུངས་སའི་གཤིན་ས་དང་པོ་དེ་ཡིན། དགེ་རྒན་ལྕགས་ཐར་རྒྱལ་ལགས། སློབ་ཆུང་འགྲིམ་པའི་དུས་སྐབས་སུ་མི་རིགས་རང་གི་སྐད་དང་ཡི་གེ་འདི་ལ་བག་ཆགས་ཙམ་འཇོག་པའི་གོ་སྐབས་མ་བྱུང་ནའང། ཕ་མ་བཟང་བའི་བཀའ་དྲིན་དང་རྒྱབ་སྐྱོར་འོག་ཏུ་ཐེངས་དང་པོར་ཁྲི་ཀ་རྫོང་མི་རིགས་སློབ་འབྲིང་དུ་ཞུགས་ནས་བོད་ཡིག་ལ་དཀོན་པ་ཆེ་འདོད་ལྟར་སློབ་གཉེར་བྱས།
དེ་ནས་བདུན་གྱི་དོན་དྲུག་ལོའི་མཐར་ཕྱིན་ནས་ཁྲི་ཀ་རྫོང་མི་རིགས་སློབ་འབྲིང་ལ་ཐོག་མར་ཞུགས། སྐབས་ཐོག་དེ་ཁྲི་ཀ་རྫོང་མི་རིགས་སློབ་འབྲིང་དུ་མཚོ་ལྷོ་ཁུལ་གྱི་མི་རིགས་སློབ་འབྲིང་ཐོག་མ་རེད། དེ་ལ་བརྟེན་ནས་ད་ལོ་ངོ་གསུམ་གྱི་སློབ་སྦྱོང་མཐར་ཕྱིན་པའི་རྗེས་སུ་གཅིག་གི་བདུན་གྱི་དོན་དགུ་ལོའི་ཁུལ་མི་རིགས་དེའི་སློབ་གྲྭར་སོང། དེ་ནས་ལོ་གཉིས་ལ་བསྡད། སྤྱི་ལོ་ཆིག་སྟོང་གི་བརྒྱ་ཆ་གཅིག་ལས་ཟླ་དྲུག་པར་མཚོ་ལྷོ་ཁུལ་མི་རིགས་དེའི་སློབ་གྲྭ་ནས་མཐར་ཕྱིན་རྗེས། སློབ་གྲྭ་དེ་གར་ཐོག་མར་དགེ་རྒན་གྱི་བྱ་བར་འཇུག་མགོ་བརྩམས་པ་དང། དེ་མཚུངས་སུ་ལྷོ་བྲག་དེ་གར་བཞུགས་ཡོད་པའི་དགེ་བའི་བཤེས་གཉེན་ཆེན་མོ་དང་དགེ་གྲོགས་དམ་པ་དག་གི་འདི་ནས་བོད་ཀྱི་ཐུན་མོང་མ་ཡིན་པའི་རིག་གནས་འདི་ཉིད་ལེགས་པར་སྦྱང་བའི་སྐལ་བ་བཟང་བོ་ཐོབ།
དེ་ནས་བཟུང་ད་དགེ་རྒན་ཞང་ཚེ་ཅན་ཨ་ཀི་དམ་ཆོས་རིན་པོ་ཆེ་དང་ཨ་ཀི་ཞྭ་སྒྲོལ་རིན་པོ་ཆེ་ལ་སོགས་པའི་ཐུགས་བརྩེ་གི་གཅེས་སྐྱོང་གནང་བ་དང།

སློབ་གསོ་འཕེལ་འགྱུར་གྱི་གདམ་ག་ཉག་གཅིག་ཡིན་པས། དགེ་རྒན་ལྕགས་ཐར་རྒྱལ་ལགས་ཀྱིས་རང་ཉིད་ཀྱི་ཤེས་བྱའི་ཆུ་ཚད་སྒོ་ཀུན་ནས་མཐོར་འདེགས་སུ་གཏོང་ཆེད། མུ་མཐུད་རིགས་པའི་དགའ་ཚལ་གང་མང་བསྒྲིམས་ཏེ་དགེ་བའི་བཤེས་གཉེན་དུ་མ་ཞིག་གི་ཞབས་ལ་བརྟེན། དེའི་རྗེས་ནས་ཟླ་གཅིག་གི་རྒྱལ་སྤྱིའི་གྱ་བདུན་ནས་དགུ་བཅུ་ཐམ་པ་གི་བར་ཏེ། མཚོ་སྔོན་སློབ་གསོའི་སློབ་གླིང་གི་སྦྲགས་ཆོས་སྐུའི་འཛིན་གྲྭ་ཞིག་གིས་ལོའི་ཕྱི་མ་ཆོས་འབྱུང་གི་འཛིན་སྟེགས་ལངས། དེའི་རྗེས་ནས་ད་སྒབ་ཀྱི་སྐོར་སྔ་ལོ་ནུབ་བྱང་མི་རིགས་སློབ་གྲྭ་ཆེན་མོར་སོང་ནས་གླག་རྡོར་ཤྲི་རིན་པོ་ཆེ་དགེ་རྒན་བྷ་རིའི་སངས་རྒྱས་ཙུང་ཨ་ཁི་གོ་རི་ལ་སོགས་པ་གི་དགེ་རྒན་བཀའ་དྲིན་ཅན་གྱི་མདུན་ནས་ད་གཙོ་བོ་བོད་ཀྱི་སྐད་ཡིག་དང་རྩོམ་རིག་ལ་གཞིགས་ནས་ད་རབ་འབྱམས་པ་གི་ཞིབ་འཇུག་སློབ་མ་མཐར་ཕྱིན། ཁྱད་པར་ཁོང་གིས་ནུབ་བྱང་མི་རིགས་སློབ་ཆེན་དུ་བོད་ཀྱི་སྐད་དང་རྩོམ་རིག་སྐོར་ལ་ཞིབ་འཇུག་སློབ་གཉེར་གནང་བའི་བར་སྐབས་སུ། དགེ་བའི་བཤེས་གཉེན་དག་གིས་ཚོང་མེད་ཀྱི་བཀའ་དྲིན་དང་རང་གི་དྲན་ཤེས་ཚབས་ཆེན་བསྟན་པའི་མངོན་རྟགས་སུ་སྦྱངས་འབྲས་གནད་ལྟ་མིན་པ་བྱུང་བ་མ་ཟད། གོ་ཐོས་སུ་སྤྱི་ལོ་ཆིག་སྟོང་དགུ་བརྒྱ་གྱ་དྲུག་ལོར་ཁོ་རང་ནུབ་བྱང་མི་རིགས་སློབ་ཆེན་ནས་སློབ་མཐར་ཕྱིན་རྗེས་སློབ་གྲྭ་དེ་གར་དགེ་རྒན་བྱེད་པའི་གོ་སྐབས་བཟང་བོ་ཐོབ་ཅིང། ཅི་མི་སྙམ་པར་སྔར་གྱི་ལས་གནས་སུ་ལོག་ཡོང་དགོས་དོན་དྲང་བོར་བཤད་ན་རྒྱུ་མཚན་ཅི་ཞིག་གི་ཆེད་དུ་ཡིན་ནམ། གཅིག་གི་དགུ་བཅུ་གོ་བརྒྱད་ལོའི་ནུབ་བྱང་མ་རུ་སློབ་གྲྭ་ཆེན་མོ་ནས་ཞིབ་འཇུག་སློབ་མ་ཐར་བཞིན་པའི་སྐབས་དེ་སློབ་གྲྭ་ནང་ནས་འདུག་རྒྱུ་གོ་སྐབས་ཡོད་ཐལ། ཡིན་ན་ཡང་དེའི་སྔོན་ན་ད་ཆ་ཕྱག་ན་ཡོད་པའི་མཚོ་སྔོན་ཞིང་ཆེན་མི་རིགས་མཐོ་རིམ་ཆེད་སྦྱོང་སློབ་གྲྭ་ཡོང་རྒྱུ་ཁས་བླངས་བ་ནུབ་དབང་གི་ཡང་སྤྱིར་སློབ་གྲྭ་དེ་བོ་ལང། དེ་ནས་ད། ཉིས་སྟོང་ང་གཉིས་ཀྱི་ལོའི་ཐོག་ནས་ནུབ་བྱང་མི་རིགས་སློབ་གྲྭ་ཆེན་མོ་གི་ཉིང་བསྒྱུར་བཅོས་དང་འབུམ་རམས་པ་གི་རིག་ཚན་འཛུགས་སྐྱོང་གི་དགོས་མཁོའི་ཆེད་དུ་ང་སློབ་གྲྭ་དེ་ཡང་གཅིག་གདན་འདྲེན་གྱི་ཚུལ་དུ་དབུས་ནས་ཕྱིན། དེའི་འབའ་ཧང་གིས་ད་ཉིས་སྟོང་ང་གཉིས་ནས་ཉིས་སྟོང་ང་བཞི་གི་ལོ་གཅིག་དང་ཕྱེད་ཀ་གི་རིང་གི་ང་སློབ་གྲྭ་དེ་ནས་ཡང་དགེ་རྒན་ནས་གདན་ནས་ཕྱིན། རེད་དྲན་ར། ད་རྗེས་མ་ནས་སློབ་གྲྭ་འདི་གི་མ་བཏང་བ་དང། སྤྱིར་ས་ཆ་འདི་ན།

མི་ལོ་འདི་དག་གི་རིང་ལ། ཁོས་དུས་དང་རྣམ་པ་ཀུན་ཏུ་རང་ཉིད་ལ་རེ་བ་སྣ་མོར་བཅངས་ཏེ། ཚད་ལྡན་གྱི་སློབ་གྲྭ་ཆེན་མོའི་དགེ་རྒན་ཞིག་ཏུ་གྱུར་བར་སྟ་གོན་རྐང་ལག་བགྱི་བ་མ་ཟད། མི་རིགས་སློབ་གསོའི་ལས་དོན་འདི་ཉིད་ཕྱོགས་ཡོངས་ནས་འཕེལ་རྒྱས་སུ་འགྲོ་ཆེད་རང་གི་ནུས་ཚོད་ཀྱིས་བོད་ཀྱི་གསར་སྐྱེས་སློབ་མ་མང་པོ་ཞིག་ལ་རང་དཔེ་གཞན་སྟོན་གྱི་ཚུལ་གྱིས་དཔེ་ཁྲིད་རྐང་ལག་མཛད་མུས་ཡོད།
དགེ་རྒན་གཅིག་སྦས་མཚོན་དང། ཕུལ་དུ་བྱུང་བའི་དགེ་རྒན་ཆེན་མོ་དང། དེ་ནས་ཚད་ལྡན་གྱི་སློབ་གྲྭ་ཆེན་མོའི་གི་འགོ་ཁྲིད་བྱེད་ཟིག་རེད། སློབ་ཁྲིད་ཀྱི་ཐད་ནས་བཤད་ན། ཁི་ཟི་ང་རང་གི་ཁྲི་སུ་ཆི་ཧི་ཏའོ་ནི་དུ་མོ་ཟིག་རེད། གཟིགས་དགེ་རྒན་རྣམ་པ་གི་ཁྲི་སུ་འདི་ཐོག་འདི། འདྲ་མིན་སྣ་ཚོགས་ཟིག་འོག་གི། དེ་ན་ཁུ་སིམ་གྱི་ཁྲི་ཚོས་ངག་ལིང་གི་དེ་ན་ཆི་མོ་ཟིག་རེད་ཐུག་ཟིན་ན། སྒྱུ་རྩལ་གྱི་ཤི་བྷི། སྡེ་དཀར་ཞིག་འཕྲད་པ་དང་འདྲ་གི། རྒན་ལྕགས་ཐར་རྒྱ་གི་ཕྱོགས་འདི་ནས་ད་ང་ཚོ་འདི་ན་ངི་ཉག་ཅིག་ནི་ཡིན་མི་རེད། གཉིས་ནི་ཡང་དགེ་ལུགས་པི་འདྲ་བ།

དེ་ལ་གུ་གེའི་རྫོང་གི་ན་སྡེ་བ་འདྲེ་ཞིག་གི་ཤ་ཚ་ནི། སྡེ་བ་གུ་གེའི་སློབ་གྲྭ་ཆེན་མོ་ནི་ཡར་ནང་དགུ་ནང་གི་སྐལ་བ་ཡོང་ན་ར་སྡེ་བ་འདྲེ་ཅིག་ཕན་ཐོགས་ཀྱི་ཤ་བ་ཟིག་ལས་ཐུག་གི་ཆེ་ཤོག་ཡིན་ན་ཆོག་སློབ་གསོ་ཡིན་ན་ཆོག། དགེ་རྒན་གྱི་བྱ་བ་ནི་རླབས་ཆེ་ཞིང་ཀུན་གྱིས་མཆོག་ཏུ་བརྩི་བར་བྱེད་ལ། དགེ་རྒན་ལྕགས་ཐར་རྒྱལ་ལགས་གདོད་མ་ནས་དགེ་རྒན་གྱི་ལས་གནས་འདི་ལ་དུང་ཞེན་ཆེན་མོ་ཡོད་ཀྱང། རང་ཉིད་མི་ཚེ་འདིར་སློབ་མ་སྐྱོང་མཁན་གྱི་དགེ་རྒན་ཞིག་བྱེད་ཐུབ་པ་བྱུང་བ་ནི་བསོད་ནམས་ཀྱི་ལས་སྐལ་ཆེན་པོ་ཞིག་ཏུ་བསམ་གྱིན་ཡོད། ལོ་ངོ་སོ་དྲུག་གི་སློབ་གསོའི་བརྒྱུད་རིམ་ཁྲོད་ཁོང་གིས་ག་དུས་ཡིན་ཡང་དཔེ་ཁྲིད་མི་སྐྱོང་གི་བྱ་བ་འདི་ལ་ལྷོད་ཡངས་ཤིག་གཏན་ནས་བྱས་མ་མྱོང་བས། དོན་གཉེར་ཅན་གྱི་སློབ་མ་མང་པོ་ཞིག་གིས་ཁོང་གི་གཞན་ཕན་གྱི་བསམ་བློ་ལ་དགའ་འགུལ་དང་ཡི་རངས་ཆེན་པོ་བྱེད་ཀྱིན་ཡོད་པ་དེའང་རྒྱུ་མཚན་མེད་པ་ཞིག་ག་ལ་ཡིན།
དེ་ན་དགེ་རྒན་གྱི་སློབ་ཁྲིད་ཞིག་རེད་སློབ་ཁྲིད་ལ་བརྟེན་ནས་སློབ་མ་བས་རྒྱུད་ལ་ཕན་ཅིག་ཐོགས་རྒྱུ་དེ་དོན་དག་ཤིན་ཏུ་གལ་ཆེན་ཅིག་རེད། རྒྱུ་མཚན་དེ་ཡིན་དག་ན་དགེ་རྒན་གྱི་ཁྲིད་བྱ་གཅིག་ཡིན་རུང་རང་ལུས་དུ་མ་གི་ནང་སྣང་དོན་གཅིག་དང་གཅིག་འཁྲིད་ན་དྲང་མོ་བཤད་ན་སློབ་མ་སྤྲོ་བ་ཡོད་ཡོད་ནི་མ་རེད་དགེ་རྒན་རང་ག་འཕེལ་རྒྱས་ཡོད་ནི་མ་རེད། རྒྱུ་མཚན་དེ་ནུ་རྟགས་ཀྱི་ང་རང་གིས། ཁྲི་ཞག་གཅིག་ལུའུ་རི་རའི་ཁྲི་སྒོ་རི་ཐ་ཚོ་ར་དེ་སློབ་གྲྭ་གི་གྲ་སྒྲིག་གསར་དུ་ར་གསར་དུ་ཕྱིན། དེས་ན་ད་དཔེར་ན་སློབ་གྲྭ་འདི་དང་ས་ཆ་གཞན་པ་ལ་སློབ་ཁྲིད་ལ་ཕྱིན་པའི་གོ་རིམ་ཁྲོད་དུ་ཐེངས་མ་བརྒྱ་ཕྲག་ཙམ་གྱི་ར་བོད་ཀྱི་བརྡ་སྤྲོད་དང་དེའི་སྐོར་གྱི་སློབ་ཁྲིད་བྱས་ཡོད། རེད་དྲ་ར་འདི་ཇི་མ་ཇི་བཞིན་བསྐྱར་ཟློས་བྱས་དང་ད་གཅིག་ར་མེད། མ་མཐའ་ར་ད་རང་གི་ཁྲི་ཞག་གི་ནང་དོན་འདི་བརྒྱ་ཆ་གི་དྲུག་ཅུ་ནས་བདུན་ཅུ། ད་དབྱིན་སྐྱུར་གསར་བ་ལ་གསར་བ་ཁ་ན་ནི་འདི་དག་སློབ་ཕྲུག་གི་སྐབས་ཀྱི་དོན་དག་ཅིག་ཡིན། གཉིས་ནས་ལོ་ངོ་སུམ་ཅུ་སོ་དྲུག་གི་རིང་ལ་དགེ་རྒན་ཞིག་ནོར་བ་ད་སློབ་ཕྲུག་གི་རྗེས་སུ་ལུས་མ་མྱོང། ང་ནི་སྟོང་ཚོ་དྲུག་ལོ་གི་ཞིབ་འཇུག་སློབ་མ་དེ་ཡིན། ངའི་ཆེད་ལས་ཁ་བཤགས་ཡིན་ན་དམངས་ཁྲོད་རྩོམ་རིག་ཡིན། ཕ་ཡུལ་ཀན་ལྷོ་ཡིན། དེ་ནི་དགེ་བཤེགས་ཐེར་རྒྱ་ཡི་སློབ་ཁྲིད་འདི་ཡིན་ན་ངའི་དངོས་གཞིའི་སྐབས་ཀྱི་ནས་ད་བར་དུ་ཉན་ཡོང་ནོར་སློབ་ཁྲིད་ད་གཙོ་བོ་ཞིག་རེད། དེ་ནི་ད་སློབ་དགེ་རྒན་གྱི་སློབ་ཁྲིད་ཀྱི། འདི་ཁྱེད་ཀྱི་གཙོ་བོ་ཙེ་ནོ་ཏཱ་སློབ་ཁྲིད་ཁུལ་གྱི་དགེ་རྒན་སློབ་ཁུལ་གྱི་སློབ་ཁྲིད་ནི། སློབ་ཁྲིད་རེ་རེ་གི་ནང་དོན་ལྟར་བསྐྱར་ཟློས་རང་བཞིན་མིན་ནོ། ད་གསར་གཏོད་རང་བཞིན་ལྟར་ན་ལྷག་ཏུ་དགེ་རྒན་ཁུལ་གྱིས་རང་གིས་ཞིབ་འཇུག་བྱེད་འོས་པའི་ནང་དོན་གསར་བ་གང་དང་གང་ཡིན་ན་ང་ཚོ་སློབ་མ་ཚོ་དག་ཁུལ་གྱིས་གསང་བ་མེད་པར་ང་ཚོར་ཤེས་རྣོ་དང། ཁོང་གིས་སློབ་གྲྭའི་སྲིད་སྐྱོང་དོ་དམ་གྱི་བྱ་བ་གཉེར་ནས་མི་ལོ་ཉེར་བདུན་ལྷག་འགོར་བའི་ད་ཆ་སྔར་བཞིན་མཚོ་སྔོན་དགེ་མཐུན་སློབ་ཆེན་མི་རིགས་དགེ་ཡི་སློབ་གླིང་དུ་དགེ་རྒན་ཆེན་མོ་དང་གླིང་སྤྱི་གཞོན་པའི་འགན་གཅིག་ལྕོགས་སུ་ཁུར་ནས་རང་གི་ནུས་ཚོད་ཀྱིས་སློབ་གྲྭའི་སྲིད་སྐྱོང་དོ་དམ་དང་སློབ་གསོའི་ལས་དོན་འཕེལ་རྒྱས་ཀྱི་ཆེད་དུ་རིག་ཆུ་བཏོན་དང་འདོན་བཞིན་ཡོད། དྲང་མོར་བཤད་ན་མ་གཞི་ནས་དཔེ་ཀློག་ཞིབ་འཇུག་ལ་དགའ་བའི་མི་ཞིག་ལ་མཚོན་ན། སློབ་གྲྭའི་སྲིད་སྐྱོང་དོ་དམ་གྱི་བྱ་བ་འདིས་ཁོས་དུས་རྒྱུན་གྱི་དཔེ་ཀློག་དང་རིག་གཞུང་ཞིབ་འཇུག་གི་བྱ་བར་དགག་དང་བར་ཆད་མི་འབྱུང་བའི་ངེས་པ་མེད།
ད་སྔ་སློབ་གྲྭ་གི་དོ་དམ་གྱི་ལས་ཀ་གཅིག་གི་རྒྱ་ཆེ་བསྐྱར་དགུ་ལོ་ནས་ད་ཕྱིན་མི་རེད། དེས་ན་ད་ལོ་གི་ཉིས་སྟོང་བཅུ་བདུན་གྱི་བར་འདས་ལོ་ངོ་གཉིས་ཀྱི་རྩ་བདུན་འགོར་སོང་ཟིན། ལོ་ངོ་གཉིས་ཀ་རྩྭ་གདང་གི་རང་ཁང་བ་དང་སློབ་གྲྭ་གི་དོ་དམ་གི་ལས་ཀ་འདི་ལས་ནི་ཞིང། དྲང་མོར་བཤད་ན་སྲིད་གི་དོ་དམ་གི་ལས་ཀ་ལས་ནོ་འདིས་རིག་གཞུང་གི་ཞིབ་འཇུག་དང། ད་རིང་གི་ཚིག་རིས་གོང་འཁོད་ཡོད་པ་འདི་ལ་ད་གནོད་པ་མི་ཉུང་བ་ཟིག་ཡོད་ཀི་རེད་དྲན་ན་ཡང་རང་གི་བོད་རིགས་ཀྱི་སློབ་མ་སྐྱོང་དགོས་ན་རང་གི་བོད་པ་ལ་ཆ་རྒྱུས་ཡོད་ནས་དེ་མོ་ཟིག་ཡིན་ཆིག་མི་ཉན་ཡིན་དགོས་ཀི། དེའི་ནུ་བ་ལྟ་གོ་ད། སྤྱིར། གཞུང་ལས་ཁང་བ་དོན་དང་ན་མ་ཞིག་ཡིན་གྱི་སི་ཀི་དོ་དམ་གི་ལས་ཀ་ལས་གོ་ན་ཞིག་དང་ཁྱི་མ་དོན་དང་ན་ད་གོས་ཅག་དེ་ནི།
ཁོ་རང་ལས་མཚོ་བྲོ་ནས་ཁྱིམ་དུ་སླེབས་ཚེ། དེ་མ་ཐག་རང་ཉིད་ལ་དབང་བའི་དཔེ་ཁང་ཆུང་ཆུང་དེའི་ནང་དུ་འཛུལ་ནས་དཔེ་ཀློག་ཞིབ་འཇུག་གི་ལས་འཕྲོ་སྐྱོང་བར་འབད་ཅིང། ཁོ་ལ་མཚོན་ན་དཔེ་ཁང་ཆུང་ཆུང་འདི་ནི་རིག་གཞུང་གསར་རྙེད་བྱུང་ཚེ་དགའ་བའི་མིག་ཆུ་གཏོར་ས་དང། དཔེ་ཀློག་ཞིབ་འཇུག་བྱེད་ཚེ་རྩོམ་པའི་རིག་སྔགས་འདོན་ས་དེ་ཡིན། འདིའི་ནང་ན་ཁོ་རང་རིག་གནས་ཞིབ་འཇུག་ལ་འདྲིས་པའི་སྐྱིད་སྡུག་གི་ལོ་ཟླ་ཡོད་པ་མ་ཟད། ལོ་ངོ་དུ་མར་རིག་གནས་ལ་བཅངས་བའི་བརྩེ་བ་དང་དྲན་པ་ཇི་སྙེད་ཅིག་ཀྱང་ཡོད་ངེས།
ཡར་སྣང་དགུན་སྣང་གི་སྐལ་བ་ཁོམ་ཕུག་ཅིག་ཡོད་བཏང་ན་ད་རང་གིས་ཉི་མ་བཅུ་ཕྲག་འགའ་རེ་ལ་ད་ཁང་བ་གི་སྒོ་མ་སོང་བ་ཙོག་ཙོག་བ་བསྡད་ནས་འདི་ད་ལས་ཀ་རེ་ལས་དུས་བཏང་ན་ད་སྐབས་ཐོག་དེ་ལ་ད་ཅིག་སྔར་མ་རྙེད་པའི་ལྟ་བ་གསར་བ་རེ་རྙེད་སྔར་མ་ཤེས་པའི་དོན་དག་གསར་བ་ཅིག་གི་འདི་པར་འཕྲོད་སོང་ལ་རང་གི་དགའ་ད་དེ་དམིགས་ནས་ཕྱི་མ་བཞིར་དེ་མ་ད་ང་འོད་པ་གི་སྐྱེས་ཚོང་ནོ་བསོད་ནམས་ཆེ་གི་ངའི་འོད་ཡིག་ཤེས་ཚོང་ད་བསོད་ནམས་ཆེ་གི་འདོད་ལས་ཐང་མང་བོ་ཕྱི་མ་བཞིར་མྱོང་བ། ཁོས་རང་ཉིད་ཀྱི་ཁྱད་པར་ཅན་གྱི་དོན་དུ་བཟོ་ནི་ཅི་རེད་ན་ལྷོ་ཁྲིད་ཀྱི་དུས་ཚོད་འདི་ལྷོ་ནའང་ལྷོ་ཁྲིད་ནི་མི་ཚད་ཀྱི་དེ་ཧན་ཆིག་གི་ཞི་འཇིག་གི་བྱ་བ་འདི་ལྷོ་ནའང་ཞིག་ཤུགས་རྒྱག་ནས། ཞི་འཇིག་གི་བྱ་བ་འདི་ལྷོ་ནའང་ལྷག་པར་དུ་ཅི་རེད་ན་ཁོས་གི་རང་གི་ལྷོ་ཁྲིད་དང་འབྲེལ་བ་ཡོད་ནས། ཡང་ན་རང་གི་ལྷོ་ཁྲིད་ཀྱི་དེ་དུ་ཧོ་ཏེ་ཉི་ད་གི་ཐོན་འདེགས་ལ་དེ་ར་འདི་གི་ཐིག་ནས་ལྷོ་མ་ཀོས་ཁྱོད་ནས་ད་འདིའི་ཕྱོགས་གི་ད་ཡང་ཉི་ན་ད་གི་ཧོས་ཆ་ར་བྱེད་རྩོམ་ཡང་ལོ་འདི་ཕྱོགས་ནའང་ད་ངོ་མ་གི་ད་ཞིག་གི་མ་འོས་ནི་རེད་བཟུང་ལྷག་པར་དུ་འུག་གི།

མ་རུ་ཀུ། རིག་གཞུང་ཞིབ་འཇུག་ནི་ཡུན་རིང་ལ་དཀའ་ཚེགས་ཆེ་བ་ཞིག་ཡིན་ཞིང་དེའི་འཕྲོ་དུ་ལྟ་བ་གསར་བ་ཞིག་རྙེད་རྒྱུ་ནི་དེ་བས་ཀྱང་དཀའ་ཚེགས་ཆེ་བ་ཞིག་ཅི་ལ་མིན། ལོ་ངོ་འདི་དག་གི་རིང་ལ་དགེ་རྒན་ལྕགས་ཐར་རྒྱལ་ལགས་ཀྱིས་རང་ཉིད་ཀྱི་འཁྲི་ཤིས་སློབ་ཁྲིད་ཀྱི་ནང་དོན་དང་འབྲེལ་ཏེ་བོད་ཀྱི་བརྡ་སྤྲོད་རིག་པའི་སྐོར་ལ་ཞིབ་འཇུག་གང་ལེགས་གནང་ནས་ཀྲུང་གོའི་བོད་རིག་པའི་དུས་དེབ་ཀྱི་གཙོས་པའི་དུས་དེབ་ཆེ་གྲས་སྟེང་དུ་དཔྱད་རྩོམ་ལྔ་བཅུ་ལྷག་སྤེལ་ཏེ་ཇུས་གཏོགས་བཟང་བོ་བླངས་ཡོད་པ་མ་ཟད། རྒྱལ་ཁབ་ཕྱི་ནང་གི་བོད་རིག་པའི་བགྲོ་གླེང་ཚོགས་འདུ་གང་མང་ལ་ཞུགས། ཁྱད་པར་ཚིག་གི་རྣམ་གཞག་དང་ཡི་གེའི་བྱུང་འཕེལ་གྱི་སྐོར་ནས་ཀུན་ལ་བློ་མིག་འབྱེད་པའི་བཤད་འབྲས་བཟང་བོར་བླངས།

ལག་བྲིས་ཡི་རིགས་ད་ལྟ་གི་རིགས་གང་རེད། ཞི་བྱང་གྲལ་དག་པའི་གསར་རྩོམ་གྱི་མ་ཡིག་འདི་དག་ནི་དགེ་རྒན་ལྕགས་ཐར་རྒྱལ་ལགས་ཀྱིས་མི་ལོ་དུ་མར་སྐད་ཚགས་དང་སྐབས་ལས་གང་མང་ལ་མ་འཛེམས་པར་རྔུལ་ཆུའི་རྡོག་པ་རེ་རེ་ལས་གྲུབ་པ་ཞིག་ཡིན་ཏེ། འདི་ལྟར་ཁོང་གིས་བོད་ཀྱི་རིག་གནས་གསར་རྩོམ་ལ་བཅངས་བའི་བླ་མེད་ཀྱི་སྙིང་སྟོབས་གང་རུང་བ་དེས། ང་ཚོ་སློབ་གཉེར་བ་མང་པོ་ཞིག་ལ་ངེས་ཤེས་ཟབ་མོར་འཇོག་ངེས་པ་ནི་ཅིས་ཀྱང་ཚོར་ཐུབ།
ད་ང་རང་གི་ད་ངེས་བ་ལྟར་དུ་ད་བོད་ཀྱི་སྐད་ཆ་དང་ཡིག་ཡིག་གི་རིག་པ་འདིའི་མ་ལག་ཆ་ཚང་ཟིག་ཅིག་བསྐྲུན་ཨི་ཐུབ་བ་བསམ་གི་ཡོད། འཆར་གཞི་ཡིན་ན་ད་བོད་ཀྱི་སྐད་ཆ་དང་འབྲེལ་ཡོད་ཀྱི་དཔེ་ཆ་ཆུ་ཐམ་པ་ནས་བཅུ་གཉིས་ཙམ་ཟིག་གལ་ཏེ་བྲིས་གཏོང་གྱིན་ན་ད་བོད་ཀྱི་སྐད་ཆ་དང་ཡིག་ཡིག་རིག་པ་གི་མ་ལག་འདི་ཆ་ཚང་ཟིག་བསྐྲུན་གཏོང་གི་བསམ་གི་ཡོད། དེས་ན་ད་ད་ལྟའི་བར་དུ་འདི་དང་འབྲེལ་ཡོད་ཀྱི་དཔེ་ཆ་ད་བདུན་ཙམ་ཅིག་ངས་ཚོད་བགྱིས་ཚར་སོང། ངས་ཚོད་བགྱིས་ཚར་སོང། དེའི་ནང་ནས་ད་དཔེ་ཆ་དྲུག་ངས་སུ་བར་འཕྲིན་བྱས་གཏང་ཟིན། དེ་དག་མ་གཞི་གཙོ་བོ་གཅིག་བོད་ཀྱི་བརྡ་སྤྲོད་ཀྱི་སྤྱི་དོན། གཉིས་བོད་ཀྱི་བརྡ་སྤྲོད་ཀྱི་ཡིག་ཚང་ཞིབ་འཇུག། གསུམ། ད་བོད་ཀྱི་ཚིག་གི་རྣམ་གཞག། དེ་ནས་འོད་ཀྱི། ཡི་གེའི་རིགས་དཔག་གི་རྣམ་གཞག། ད་ད་རུང་རྗེས་མ་ནས་ཅིག་བསམ་གི་ཡོད་ནོ་འོད་ཀྱི་སྐད་ཆ་གི་བྱུང་འཕེལ་གི་ལོ་རྒྱུས་འདི་ཞིག་འབྲི་དགོས། དེ་ལས་གཞན་དུ་འོད་དཔག་གི་སྐད་ཆ་འདི་སྐད་ཆ་གཞན་པ་དང་མི་འདྲ་ངེས། འདིའི་ནང་ན་འོད་དཔག་རང་གི་བསམ་བློ་འདི་ཤིང་འཛིན་སྟངས་དང། འོད་ཆོས་མཐོ་སྒང་གི་བོད་མི་རྣམས་ཀྱི་འཚོ་བ་རོལ་སྟངས་ཀྱི་འཚོ་བའི་གོམས་གཤིས་ཁྱད་པར་བ་མང་བ་ཞིག་ད་སྐད་ཆའི་ནང་ཉར་ཡོད། དེས་ན་དང། དགག་བྱ་དང་ཡིག་ཡིག་ལ་བརྟེན་ནས་དང་འོས་པའི་རིག་གནས་ཀྱི་ཁྱད་ཆོས་ཤིག་དགོས་ན། དགག་བྱ་གི་ནང་གི་རིག་གནས་བསྟན་དོན་དེ་དག་གསལ་བོར་བཤད་དགོས། ཁོ་ལ་མཚོན་ན་དུས་རྒྱུན་གྱི་སློབ་ཁྲིད་ལས་གཞན་ད་དུང་ངལ་གསོའི་དུས་སྐབས་དང་དབྱར་དགུན་གནང་གི་སྐབས་སུ། བོད་ཡུལ་སྟོད་སྨད་བར་གསུམ་གྱི་ཡུལ་ལུང་སོ་སོ་དང་སློབ་གྲྭ་ཆེ་འབྲིང་ཆུང་གསུམ་ཁག་ཏུ་སོང་ནས་བོད་ཀྱི་སྐད་ཡིག་སློབ་གསོའི་སྐོར་ནས་འཆད་ཁྲིད་མང་བོ་བྱེད་ཀྱིན་ཡོད།
དེས་ན་སློབ་ཁྲིད་བྱེད་པའི་སྐབས་དེ་ལྟར་མདོ་དབུས་ཁམས་གསུམ་གྱི་ས་ཆ་མི་འདྲ་བ་ཡིན་པའི་དབང་གིས་ཡང་རང་གི་ཡང་གང་ཞིག་ཁྲིད་པའི་ནང་དོན་དུ་ས་ཆ་སོ་སོའི་གོ་རྒྱུགས་ཁྱད་དུ་གྱིས་ནས་གང་ཐུབ་ཀྱི་ཡིག་ཐེག་གི་ལམ་ནས་སློབ་ཁྲིད་བྱེད་དེ་ལྟར་བྱས་ན་དབུས་གཙང་གི་ལམ་ཡིན་ན་འདྲ་གི་དེ་མ་ཡིན་པ་གི་ཁམས་ཕྱོགས་གང་དང་གང་ན་ཡང་ཕལ་ཆེར་གོ་བརྡ་འཕྲོད་གོ་ནས་རྒྱུ་མཚན་དེ་འདྲ་ཞིག་རེད། དེས་ན་ད་ལྟ་ཕལ་ཆེར་རགས་རིམ་ཙམ་གྱི་སྡོམ་ཚིག་བྱས་ན་ཉིས་སྟོང་བཞི་ནས་ད་ལྟའི་བར་དུ་ད་ཐོག་མ་བདུན་ཅུ་ཙམ་མ་དག་སློབ་ཁྲིད་བྱས་ཡོད་ཀྱི་རེད། དེ་སྔོན་ལྟ་བུ་ད་ལོ་རེ་བཞིན་དུ་ཡར་སྔགས་དགུན་སྣང་དང་མ་ཧྲུལ་བོ་སྐབས་དེ་ཕལ་ཆེར་ས་སྐྱ་གཞན་པ་ལ་སོང་ནས་སློབ་ཁྲིད་བྱེད་ཀྱི་ཡོད་པ་དེ་དག་ཡང་ང་རང་གི་ལས་ཀ་གལ་ཆེན་ཟིག་གི་གྲུབ་ཡོང། འདི་ལྟར་མི་ལོ་སོ་དྲུག་རིང་ལ་ཁོང་གིས་མི་རིགས་སྐད་ཡིག་སློབ་གསོའི་དོན་དུ་རང་ཆེ་ཇི་ཙམ་བཏོན་ཡང་ཕངས་སེམས་དང་འགྱོད་སེམས་གཏན་ནས་བྱེད་མ་མྱོང་ལ། ཁོང་ནི་ལྷོ་ཀན་གྱི་སེམས་ན་སྦར་བའི་རྟག་བརྟན་གྱི་མར་མེ་དེ་ཡིན་པས། ཁོང་གིས་མི་རིགས་སློབ་གསོའི་ལས་དོན་ལ་གཞོལ་བའི་ཁ་ཞེ་གཉིས་མེད་ཀྱི་ལྷག་བསམ་ལ་ང་ཚོས་རྗེས་སུ་ཡི་རངས་དང་བསྟོད་པའི་མཐེ་བོང་ཅིས་མི་བསྒྲེང།